བ་ཅན་ང་ངས་ང་ཚོའི་ལོ་ཚོད་འདྲ་བོ་འདྲ་བོ་དང་རྒྱ་ཆུན་ཆུན་རྒྱ་གར་དང་འདྲ་རྒྱ་གར་བོད་ག་བ་ལ་འཚར་ལོངས་བྱས་ཡོད་པ་ཡིན་ན་ཆུན་ཆུན་བ་ཅན་ཉམས་མྱོང་འདྲ་བོ་འདྲ་བོ་ཡིན་གི་དྲན་གི་འདུག་ང་ཚོའི་ལོ་སར་སྐབས་སུ་དེ་བ་ཡིན་ན་ལོ་སར་མ་གླེང་གོང་ལ་ཡང་པ་ལགས་དང་ཨམ་ལགས་ཁོང་ཚོས་ཀྱང་ནི་ཉོབ་ཆ་དེ་ཚོ་ཚང་མ་རྒྱབ་གི་ར་ད་ཆི་རིལ་དང་ཅོག་ལེར་དང་ཅོག་ཅོག་ཅོག་ལ་ནི་ཁོ་རང་རྒྱབ་ཡོང་དུས་ཙམ་པ་ལ་ནི། སྡེར་ཁ་དེ་ཚོ་བསྒྲིགས། སྡེར་ཁ་ཁ་ཤས་ཀྱི་བཅའ་ལག་དེ་ཚོ་ཚང་མ་རྙེད་ནས་ཉོས་ཀྱི་རེད། ཟླ་མདོའི་སྙེ་མ་སྡེ་བ་ཡིན་པས་ན། ང་ཚོ་ཡུན་ཆོད་སྐབས་སུ་སྡེ་བ་ལས་ན་ནི་གསེར་ཁྲི་དེ་འདྲའི་འགྲོ་ཡ་དེ་བས་ཡང་སྲིད་མེད་དུས་བསམ་པ་ལས་ཟླ་བ་ཁ་ཤས་རྙེད་ནས་ཉོས་ཡ་དེ་འདྲའི་མང་པོ་བར་བཅའ་ལག་དེ་འདྲའི་མང་པོ། བྱི་རིལ་ཁ་ཤས་སྡེ་ལི་ནས་ར་བསྐོས་ན་སྡེ་ལི་ཟླ་བ་གཅིག་རྙེད་ནས་ཉོས་བཞག་ཡ་སོ་ར་འདྲ་བ་དེ་འདྲ་ཡོད། འོ་དེ་འདྲ་ཡོད་རེད་ཡ་དེ་ནང་བཞིན་གྱི་དམིགས་བསལ་གྱི་ཡ་ནི་སོ་སོ་རང་ལ་ཡིན་པས་ན། ལོ་སར་རེ་ལ་འདི་ལྟར་དུག་ལོག་གསར་བ་སེར་གང་ཟག་ཅིག་ཡོད་རུང། འོན་ཏེ་ཁྱེད་རང་ཚོ་ལ་ཡོད་རེད་དྲན་གྱི་འདུག་ཁྱེད་རང་ཚོ་ཁྱེད་རང་ཚོའི་ལོ་སར་ལ་ཡང་ནི་དུག་ལོག་གསར་བ་སྲ་བརྐྱང་ནི་འདྲ་གོང་གི་རེད་དྲན་ཏེ། ང་ང་ཚོ་ཆུང་ཆུང་ཡོད་དུས་ཙམ་པོ་ལ་ནི་པཱ་ལགས་དམ་ལགས་ཀྱི་ཉིན་བྱེད་ལོ་སར་སྐབས་སུ་ལ་ཡིན་ན་ནི་འོ་ཡ། མགོ་ནས་ཅི་ནི་མ་བ་ཇུ་ད་བ་ད་གང་ཟག་གསར་བ་ཅིག་གྱོན་གི་རེད་ད་ལོ་སར་སྐབས་སུ་ལ་ནི་ཇུ་ད་ཇུ་ད་ཆེ་འོ་སུ་གོ་དུང་ཧ་པན

མཆོད་གཤམ་མཆོད་གཤམ་སར་ཨ་ལི་མ་རི་རྒྱ་གར་སྡེ་བ་ལས་ནོར་ད་ཉི་མ་སྡེ་བ་དང་ཨ་ལི་མ་རིའི་འབྲེལ་ཚིག་བྱ་རྒྱུ་འགྲོ་ཡ། དེ་འདྲའི་སྒྲུང་ནི་ག་ལ་ཕར་བཞག་ཡང་ན་སྒམ་དེ་འདྲ་ལྕགས་ཀྱི་སྒམ་དེ་འདྲའི་ནང་ལ་བླུགས་ནས་བཞག་བྱ། ཨ་འདི། ལོ་སར་མ་ལས་དང་མང་པོ་རྙེད་ལ་ཏཱས་ཏཱས་ཁ་བས་ཡ་ད་ཨོ་ད་ཡ་འདི་ཁྱོད་ངོ་ར་ཕུར་ད་འགྲོ་ཏཱས་དང་ཨོ་ལོ་སར་ལ་ཁྱོད་ར་ལ་ནི་དཔེ་དགའ་འདོག་དཔེ excited ཆགས་ཡོད་ཡ། ཨ་ནི་དམིགས་བསལ་གྱི། ལོ་སར་གྱི་ཉི་མ་ཞིག་རྙེད་བདེ་བ་བྱེད་ལ། ཉི་ཤུ་དགུ་གནམ་འགག་དེ་འདྲའི་ལ་ཡིན་ན་ནི།

འདི་གསུམ་ལ་ནང་ལ་འགྲོ། ནི། རྔམ། ཕྱི་མ་ཟ་ཁ་འབྲུག་ཡིན་ལ་ཕྱི་རུ་ང་ཚོའི་སྨོམ་ལག་རྩ་ལ་འགྲོ་ནས་ད་གང་ལྟར་ཕྱི་མ་ཟ་ཁ་འགྲོ་ཡ་ཡིན་ལ་ནི་ཨ་ནང་ནས་ཁ་ལག་དེ། ཆང་རྒོད་ཆང་རྒོད་ཅིག་བཏུང་ཅིག་བྱས་ནས་གང་ལྟར་ཅིག་ཀླད་པ་གང་ཟ་ག་རེ་ལ་ན། རྨོ་མོ་ལ་སྲོ་མོ་ལ་ཨ་ནི་ལ་ཁོ་ཚོ་ཟ་ལ་ད་དེ་གར་ཟ། མཆི་མ་ཟ་བར་འགྲོ་གི་སླ། ད་ཡིན་ཡང་མཆི་མ་མ་བཟླ། མཆི་མ་ཟ་བར་འགྲོ་དེ་ལོ་གཅིག་ལ་འདི་འདྲའི་སྤྲོ་འོང་དེ་ཡང་ནི་མོག་མོག་གི་ཡང་དགོང་མོ་ཉི་ཤུ་སུམ་ཅུ་ཞིག་བསྙེན་པ་དྲིས་ར། ཡང་གསུམ་ལ་ཙལ་ཅིག་འགྲོ་དེ་ཡང་དགོང་མོ་ཉི་ཤུ་སུམ་ཅུ་ཅིག་ཡང་བར་ཨ་ནི་ལ་ཙལ་འགྲོ་དེ་དགོང་མོ་སུམ་ཨ་དེ་པེ་ཤག་དག་དག་ཆག་བོར་ཡ། ཡ། པེ་ཤག་ལོ་འདྲེད་ཆག་འགྲོ་ཡ་ཅོ། ཨ། ཨ་འདི་དུས་ཙམ་པ་ཡིན་ན་ད། ནམ་རྒྱུན་འགྲོ་བ་ཅིག་ཡིན་པ་ཡིན་ན།

ཚང་མ་ལ་འགྲོ། བཀྲ་ཤིས་བདེ་ལེགས་དཔོན་འཛོམས་ཚོགས་ཨ་མ་དཔའ་འགྲོ་དགོངས་ཚང་མ་འདི་ལགས་ཀྱི་ལགས་ཀྱི་དག་དམུ་དམུ་དམུ་བ་ཀུན་ནས་དཔེ་ཤག་ག་ཚོད་སྟོན་རོགས་གཉིས་ན་དགོང་མོ་ཉི་ཤུ་སྤྲད་གི་ཡོད་ན་སུམ་ཅུ་སྤྲད་གི་ཡོད་ན་ལ་ནི་ཅིག་ཡོད་ཨ་ཀླད་པ་ནང་ལ་དེ་འདྲའི་བེད་བེ་ཟི་སྡིག་གི་རེད་ཡ་དཔེ་སྐྱིད་པོ་རེད་ཨ་ནི་ལེགས་བ་ཨེ་ཟ་འདི་འདྲའི་ཅིག་བྱེད་གི་རེད་དཔེ་ཤག་ཡག་པོ་ཞིག་རག་གི་རེད་ཨ་ནི་ག་ལ་ཡོད་ལབ་ཡོད་ན། ལོ་སར་ཚེས་པ་གཅིག་དེ་ལ་ག་རེ། ཆོས་མཇལ་འབྲུག་ར་ཡ། སྙེ་མ་ཆུ་མཇལ་སྐབས་སུ་དེ་བ་ལེན་ན། ད་དྲན་གི་མི་འདུག་ར་ལོ་ག་ཚོད་ཟིན་དུས་མེད། སྙེ་མ་སྙེ་མ་དེ་བ་ཡིན་ན་ང་ཚོ་ཆུ་མཇལ་ཆུ་མཇལ་སྐབས་སུ་དེ་བ་ཡིན་པ་ཡིན་ན། ག་ད་ཆུ་མཇལ་ཆུ་མཇལ་འགྲོ་ལ་ར་གི་སྙེ་མ་སྙེ་མ་ལ་དུས་ཡང་ལོ་དེ་ཕྱི་ལོ་འོག་ཟུར་བ་འགྲོ་ད anyway། ལོ་སར་ལ་ཡ་རྒྱ་རུ་མི་བྱེད་འཇལ་ཁ་ནང་གི་རྟགས་ངོ་བརྩོན་པ་ལ།

ཁྱེད་རང་ཅུང་པོ་ཞིག་འགྲོ་དགོས་ནི། འདི་ཁོར་ཡུག་ཁོ་རང་ལོ་སར་གྱི་ཁོར་ཡུག་ཅིག་ཡོད་ཡ། ཨཱ་ནི་འོ་འདི་ཆོས་ཚར་ནས་རྒྱག་རོ་མི་གཞན་གྱི་རྗེས་མཐུད་ཅིག་གནང་གི་རེད་ཚང་མ་ལ། ཨོ་ཚང་མ་ཅིག་ཡོད་ར་ཨཱ་ནི་འདི་ནས་ཨཱ་ནི་སོ་སོ་སོ་ཨཱ་ནི་ང་ཚོའི་ལྟད་མོ་དག་འགྲོ་དགོས་ནི་རེད་སྙམ་པ་ཉོས་ཅིག་བྱས། ཨཱ་ནི་ག་ད།

མང་ཆེ་ད་དེ་ཡིན་དགོངས་སེལ་གཏང་གི་ཡོད་ནི་རྟག་པར་གཏང་རེད་ད་གིན་ལ་དོན་མ་སངས་པ་ས་ར་ར་ཅན་ཡིན་ནི་ལོ་སར་ཚེ་བ་གཅིག་འདི་ད་ང་ག་དུས་ནས off དེ་གི་ཡོད off དེ་ནི་ནི་ང་ཚོ་ག་ད་ནང་མི་མཉམ་དུ་འཛོམས་འཛོམས་འགྲོ་བྱས་ཆོས་མཇལ་དྲ་ཕྱི་དྲོ་བ་འདི་བྱེད་གི་ཡོད་རེད་འོ་ཡིན་ནའི་ད་ལན་ལོ་འགྲོ་བྱས་ན་དམིགས་བསལ་གི་སམ་ཧ་བོ་དེ་ལྟར་ནི་གང་ཞིག་དུས་ཚོད་འགྲོ་བ་ཅིག་གིས་གང་ལྟར་ང་རང་པིན་ཅག་རེད། ང་རང་འམ་ལགས་རེད། ཀི་མེ་རེད་སྤུ་གུ་རེད་ང་ཚོ་ཚང་མ་མཉམ་དུ་འགྲོ་ཆེད་མཆོད་མཇལ་འགྲོ་འགྲོ། མཆོད་མཇལ་བྱེད་འགྲོ་དེ་ནས་ཨ་ནི། ང་རང་ཁར་ས་ཨ་མ་ལགས་བཞག་ལ་ཡ་ཕྱི་མ་ས་ག་འགྲོ་དེ་ནས་ཨ་ནི་ཕ་ཨ་མ་ལགས་དང་ང་ཚོ་ཚང་མ་མཉམ་དུ་འགྲོ་བྱས་བྱས་ནས་ཕ་གས་གངས་ལྗོངས་ཆུ་འདི་ལས་འགྲོ་ཡང་འདས་ཆུ་མཇལ་འགྲོ་བྱས་ཨ་མཚོ་ལས་ནང་ལ་ཡ་ཡང་ཞབས་འདྲེན་ས་ཨ་བྱ་མཐོང་བྱ་འགོད་མཐོང་ཨ་ནི་ཡང་བྱས་པ་བྱས་ཀྱང་ར་ནས་ཁར་ས།

དྲན་ཡང་དཔེ་བརྒྱ། ཨ་ནི་ཡང་སྒྲོན་ཚར་གཅིག་འགྲོ། ཨོ་སྟག་ག་འདབ་མི་དཔེ་རི་ཆ་ནི་ཚེ་ལ་ཨ་ནི་ཚེ་ལ་གཅིག་གཅིག་གཅིག་འགྲོ་ཅི་ནི་ཨ་མ། ཨ་འདིའི feeling འདི་ཡང་ཁོ་རང་ཚོ་ལས་མེད་མོ་རེད་ང་ཚོའི་ག་ཅི་འདྲ་བོ་འགྲོ་ཅི་བདེ་འགྱོག་གི feeling འདུག་ལས་སོ་ཡ། ཨ་གཉིས་འཇོན་མོ་ད། ཨོ་འདི་ཡང་འདྲི་བདེ་གི་ཨོ་འདྲི་བདེ་ཨ་ནི།

སྡེ་བ་ལས་ན་ད་ཆེ་རྒྱལ་ཁག་སྡེ་བ་ལས་ན་དེ་འདྲའི་ཕ་མ་མང་པོ་འདུག་དེར་སང་ད་རྒྱ་གར་ལ་ག་འདྲའི་མེ་ཧ་འུ་མེ་ཕ་ཅང་གོང་སེང་དེ་གའི་ཡུལ་ནས་ཆེ་རྒྱལ་ལུང་པ་སྡེ་བ་ལས་ན་ཡང་དེ་འདྲའི་གོང་སེང་མ་དེའི་གཉེན་འགྲོ་དང་ཡང་ལོ་སར་དེ་ཁྱད་པར་ཞེ་དྲག་མེད་དེ་སྐྱོ་གྲོགས་དེ་འདྲའི feeling ཡོད་སྐྱོ་མང་པོས་སར་ར་ཨ་ནི་འོ་དེ་འདྲའི་ཡིན་དུས་བསམ་པ་ལ་ད་དམིགས་བསལ་གྱི་གང་དག་ནང་མི་ཡོད་སྐྱོ། སྤུ་གུ་ཡོད་དེ་འདྲ་བྱས་ཡོད་ན་ཨ་ནི་སོ་སོ་གལ་སྲིད་ལོ་ཆུང་དུས་ཙམ་པ་ལ་ཡང་ནང་ལ་ཡང་ལོ་སར་ལ་ཡང་སྡེར་ཁ་དང་དེ་འདྲའི་འགྲིག་འགྱོག་མཐོང་ཡོད་འགྱོག་བརྙན་པ་གང་ལ་ཡང་སྡེར་ཁ་གང་ཟག་ཕྱི་དྲིལ་ཁང་བསྡད་འགྱོག་འདྲ་བོ་དང་བྱས་ཡོད་ར་ལོ་འདྲེད་འོང་དེ་འདྲའི་གི་སོ་སོའི་ཆགས་ལུགས་ཅིག་ཡོད་པ་ཡིན་ན་ད་ལྟ་སོ་སོའི་གི་སྤུ་གུ་ཨ་ནི་ཆུང་ཆུང་ཡོད་དུས་ཙམ་པ་ལ་ཡང་ཨ་ནི

གཅིག་བྱས་ཆུ་ལས་འཛོམས་པ་གང་དག་སྤུ་བོ་དེ་ཆུ་འཇོའི་སྐབས་སུ་ལྗོངས་མ་ཆེན་པོ་ཆགས་ཏེ་དེ་འཛོམས་པ་ནི་ཁོ་རང་ལས་ང་ཚོའི་ནང་བཞིན་ཆེ་ནས་ང་ཚོ་ཆུ་འཇོའི་ཡུལ་འདི་འཛོམས་པ་ལོ་སར་གྱི་མེ་མོ་རི་ཡི་ཆེ་ཡོད་ར་འོང་དེ་ཡིན་ན་ཁོ་རང་ཚོ་ལ་གཅིག as a parent སྤྲད་ཐུབ་ན་ངའི་བསམ་ཚུལ་ལ་ང་ཚོའི་གི responsibility རེད་དྲན་གྱི་འདུག་ཨ་ནི they deserve it འོང་འོང་དེ་འདྲས་ཅིག་བྱེད་ངེས་འགྲོ་སོང་ཨ་ནི་གཉིས་པ་ནི།

ཡང་མི་མང་པོ་ཅིག་གིས་དུས་ཚོད་སྟོན་འོང་ལ་དེ་ཚོ་འབོད་ལ་དུས་ཚོད་ཡང་སྙིང་ཅུང་རྨུགས་དེ་འདྲ་ལག་གི་དང། དཔེར་བཤད་ན། ཟླ་བ། ཟླ་བ་གཅིག་གི་ལྟ་རི་གསུམ་སོ་གཉིས་གླིག་གི་ཁོ་རང་མ་རག་འོང་དེ་འདྲའི་འགྲོ་འོང་འདྲེ་གི་དུས་ཚོད་ཡོད་དུས་ཚོད་འོང་དེ་འདྲའི་འགྲོ་ཅིག་ལ་དགའ་སྡུག་རྒྱབ་ན་ལེ་ཧ་སོ་ར་འགྲོ་ཡོད་ར། ལྟ་རི་གསུམ་སོ་གཉིས་ཡོད་ཁོ་རང་མ་རག་འོང་དེ་འདྲའི་འགྲོ་དགའ་སྡུག་རྒྱབ་མ་སོ་མ་གཞན་པ་ད་ང་ཚོ་ལྟ་ང་ཡིན་ལེ་ཧ་ཅོ་ར་འོང་དེ་ད་ད་ག་ས་སྐད་ཆ Practical ཞེ་དྲག་ཡོད་མ་རེད་ཡ། གང་དག་ཅིག་གིས་དུས་ཚོད་དངོས་གནས་སྟོན་དགོས་ན། ཅིག་ཐུག་དགོས་ན་དེ་ལ་ཁྱེད་རང་གིས་དུས་ཚོད་སྟོན་དགོས་ཀྱི་རེད། ནི་དུས་ཚོད་སྟོན་གྱི་ཡིན་ལབ་དགོས་ན། བྷིན་ཇཱ་དེ་ལ་ཡང་དུས་ཚོད་སྟོན་གྱི་ཡིན་ལབ་དགོས་ན it will cost you དུས་ཚོད་སྟོན་རྒྱུ་དེ free ལ་ཆགས་ཀྱི་མ་རེད།

Relation ཅིག་ཡག་པོ་ཆགས་ལ Default ག་དཀོན་ཆུ་མ་བྱིན་ནས Relation དེ་ཡག་པོ་ཆགས་ཀྱི་མ་རག་ག་མཐའ་མེ་ཏོག་དཔེ་ཡག་པོ་ཅིག་ཁྱེད་རང་ཉོས་ཡོད་པས་ན་ཁྱེད་རང་ལ་རག་ཡོད་པས་ནས་རེད་ཉོས་ཡོད་པས་ནས་ཁྱེད་རང་དེ་ལ་ཡང་ཆུ་དང་ཅིག་ཉི་མ་ཡོད་དེ་མ་འདྲེས་ན་ན་སྦྱར་མ་བྱིན་ན་ཀོ་ཤི་འགྲོ་གི་རང་འོང་འགྲོ་གི་རེད་ཁྱེད་རང་ལ་པིན་རྒྱག་ཡོད་ནས་རེད་ཕ་མ་ཡོད་ནས་རེད་གྲོགས་པོ་ཡོད་ནས་གྲོགས་མོ་ཡོད་ནས་རེད་དུ་སུ་ཉག་གོ་རེད་ཉག་དུས་བསམ་པ་ཉག་གོ་ན་ཆོས་བྱེད་གོ་ལ་དུས་བསམ་པ་ལ you have to spend the time

འོང་དེ་འདི་ཙམ་པ་ལ་ཡང་འདི་འདྲའི་གེགས་ནི་རྟག་ཕར་འགྲོ་ཅིག་ཕར་ཚུར་རེ་སྤོ་འགྲོ་ཅིག་ཉག་བས་ན། ཕར་འགྲོ་ཚུར་འགྲོ་ཕར་འགྲོ་ཚུར་འགྲོ་ཅིག་ཡོང་ཡ་འགྲོ་ཡོང་བས་ན། ཨ་ནི་ལས་ཀ་ལྕུག་པོ་མི་རྒྱོ་ཚམ་ཚམ་ལས་ཀ་མེད་འབད་ཀྱི་སྐད་ཆ་མང་པོ་ཤོད་ཅིག་ཨ་ནི་སོ་སོ་བིན་ཇག་འགྲོ་དང་འགྲོ་བིག་ཏོ་རོ་མོ་རོ་སྐད་ཆ་འགྲོ་བཤད Stress Buster འགྲོ་ཨ་ནི་དུས་ཚོད་རྙིང་པ་སྙེ་མ་ལོ་ཆུང་བའི་ཡུལ་ཕྱོགས་ཀྱི་སྒྲོམ་འགྲོ་བཤད་ཅི་ནས་ཅི་ཁོས་འགྲོ་བའི་འཇོ་ར་ཨ་ནི་འདུ་འཛོ་ཅི་ནས་ལོ་ཅིག་ཚང་འོང་འདི་ཙམ་པ་ལ I think in those days one of

འོ་འདི་ག་ནི Don't miss out on those beautiful moment ངས་འོ་འདི་ལ་ཡང་འཕྲོ་སོང་ནས་འོ་འདི་གི་སོ་སོ་གྲོགས་པོ་གྲོགས་མོ་སུ་ཡོད་མེད་ནས་ཚང་མ་ལ་ཡང་འབྲེལ་བ་ཉར་རོགས་བྱས། ང་ཚོ་འདི་གོ་གི་འདུག་ག་འདི་མེད་པའི་ན་དར་ས་གང་ག་རེ་ཕྱི་རྒྱལ་ལུང་པ་བདེ་བ་ལེན་ན་ག་རེ་མི depression འདྲ་བོ་འདི་འདྲའི་གི་བོད་པ་མི་ཁྲོ་ངོར་ལས་འདི་འདྲ་མང་པོ་གོ་ཡོད་དོ། འོ་ད་ངས་འདི་འདྲའི་གི་གཅིག་དང་གཉིས་འདི་འདྲ་ད་ལབ་གི་མེད་རོ་ཡིན་ནས་འདི་འདྲ་གོ་ཡ་མང་པོ་འདུག་དར་ས་ག་ནི་ལོ་ཆུང་ཆུང་ནང་ལོགས་ལས་བོད་པ་མི་མང་པོ་གྲོངས་འདུག་གདོ།

དཔལ་འབྱོར་ཡོད་རྒྱུར་ཇི་སྐད་ལས་ཀ་བྱེད་ཀྱི་འདུག་དཔལ་འབྱོར་མེད་རྒྱུར་ཇི་སྐད་ལས་ཀ་བྱེད་ཀྱི་འདུག་ད་ནི་འོང་དེ་འདྲའི་ཕྱི་ནས་མི་ཟིག་དེ་ཁྱོད་ཀྱི་འདུག་བ་བྱེད་དང། ཡིན་ནས་གལ་ཆེ་ཤོས་དེ་ག་རེད་དུ་ལབ་པའི་ནང། དཔལ་འབྱོར་ཡོད་རྒྱུར་ཡོད་པ་ཡིན་ནའི་གལ་སྲིད། སོ་སོ་ཁོར་ཡུག་སྙིང་ཇོ་མོ་ཞིག་ནང་དེ་ན་གྱིབ་དོག་ཧོག་དོག་འགོ་འདུག་ར། ཡིན་ཡང་དཔལ་འབྱོར་མེད་པ་ཡིན་ནའི་གང་ཟག། དཔེ་ཤ་ཉུལ་ཉུལ་གྱི་ཟུར་བཀོལ་ནས་ཡང་ཁོ་རང་གི་ཁོར་ཡུག་སྙིང་རྗེ་མོ་འགྲོ་ཚང་མ་འཆམ་པོ་འགྲོ་ཧ་ཧུ་ལ་ནས་དགའ་དགའ་སྤྲོ་སྤྲོ་བྱེད་འགྲོ་དགོས་ན་ཡང་དེའི་སྙིང་རྗེ་མོ་དང་ཡིན་གཅིག་མིན་གཅིག་གི་གང་ཟག་ཅིག་གི་དཔལ་འབྱོར་དཔེ་ཤ་རང་བཟོས་ནས་སྐྱེ་བོ་རེ་ལ་དེ་འདྲའི་ག་ཡིན་མི་འདུག་མི་ག་ཤེད་དཔེ་ཤ་ཞོ་བོའི་ལག་བྱས་ནས་ཡང་རྩ་ལ་སོ་གང་གྱི་འཁོར་རྒྱུག་ཁོ་རང་མི་འདུག་མི་མོ་གོ་གང་སེམས་ཅན་གོ་གང་ཟག། སེམས་ཅན་འཁོར་འཁོར་རོ་འཁོར་ས་མ་རག་ལེ་ལོ་མི་ཁ་ཤང་དྲི་རྡོ། དཔལ་ཏི་ཡོ་ཡོ་འབྲོང་དང། ཨ་ནི་མི། ད་སྐྱོ་བོ་འགྲོ་བས་ན་བདག་རང་རེད། གང། ཉེ་གནས་དཔེ་ཆ་མེད་འདི་གང་ད་འདོད་ཨ་ནི། relation འདི་ཚོ་མེད་ན་ད life དེ་ལས་མ་འང fucked up ཆགས་འགྲོ་གི། འོ་འདི་འདྲས་ཀྱི་གང་ད། relation སོ་སོ་ལ་གལ་སྲིད་ཡོད་པ་ཡིན་ན་དེ་ཚོ་ཉར་རོགས་བྱེད། འདི་འདྲས་ཆེ་ལ་ངས་ཁྲོ། ཡ་ཨ་ནི་ཚང་མ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས། thank you bye།